བའི་མེ་ཡི་འོག་སྲིན་མོ་གི་གླིང། དུག་སྦྲུལ་གྱི་ཚང་ཐ་བུ་རེད་ཤག་འདི་ལས་ཐར་ན་ཅི་མ་རུང་བསམ་པའི་གི་ངེ་འབྱུང་གི་བློ་ཤ་མང་གཅིག་རྒྱུད་ལ་སྐྱེ་དགོས་བ་རེད། ཐེག་པ་ཆེན་པོ་ལྟར་དུ་བྱས་པ་ཡིན་ན་དེའི་སྟེང་དུ་ད་ལྟ་ཡོད་པའི་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ཡང་རྣམ་ཤེས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་སངས་རྒྱས་སྨན་སྐྱིད་ལགས་ཀྱི་དབང་ཞུ་གི་ཡོད། གཡུ་ཐོག་སྙིང་ཐིག་གི་དབང་ཞུ་གི་ཡོད། དེ་ཞུ་ཡག་དེ་རང་ཉིད་གཅིག་པུའི་ཆེད་དུ་མ་ཡིན་པ་མ་བྱུང་འགྲོ་བ་རྣམས་ཀྱི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཡིན་ཟེར་ཡག་གི་ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ནད་པ་འགའ་ཤས་ཅིག་དང་དེ་འདྲ་གེ་སོང་བ་མ་ཡིན་པ་མཁའ་མཉམ་གྱི་སེམས་ཅན་ཐམས་ཅད་བསད་ཡག་ཅིག་དམིགས་པ་རྒྱ་ཆེན་པོ་དེ་འདྲ་ཅིག་ལ་སླེབས་ཐུབ་པ་ཡིན་ན་དེ་ཐེག་ཆེན་གྱི་སེམས་ཅན་རེད་ད་དེ་ལ་བརྟེན་ནས་དབང་གསན་པའི་སྐབས་སུ་དེ་ནས་ཕན་ཡོན་ཡོང་གི་རེད་གསུང་བ་རེད་ད་འདི་ལ་ཡག། ད་ང་ཚོའི་མི་ལུས་གཙང་མ་ཐོབ་ཡོད་རེད་དེ་ད་ཚང་མས་བྱིན་གྱིས་རེ་བ་དང་ཆོས་མི་ལུས་རིན་པོ་ཆེ་ཐོབ་ཡོད་རེད་སྤྱོད་འཇུག་ལ་སོང་བ་ན་ཆེ་ཐང་ཆུང་འདི་ནས་རྙེད་པ་ཤིན་ཏུ་དཀའ་སྐྱེ་རྒུ་མཐུན་འགྲོ་ཐོབ་པར་གྱུར་པ་ལ་དགའ་སྟེ་འདི་ལ་ཕན་པ་མ་བསྒྲུབས་ན་ཕྱིས་ནས་ཡང་དག་འབྱོར་པ་ག་ལ་འགྱུར་ཟེར་བའི་སྐབས་སུ་ད་ད་ཆའི་འབྱོར་ཕྱུག་ཚང་བའི་མི་ལུས་རིན་པོ་ཆེ་དེ་ག་དུས་ཡིན་ན་ཡང་རྙེད་ཡ་མ་རེད། ལས་སླ་པོ་རྙེད་ཡ་མ་རེད་བ་ཀོ་རྒྱུ་ཆེན་མང་པོ་ཅིག་འཚོགས་ནས་ཅིག་གི་སྔོན་ཁྱབ་ས་ཁྱབ་སྔོན་གྱི་ས་ཁྱབ་བཟང་པོ་ཅིག་ཡོད་ན་ང་ཚོའི་མི་ལུས་ཐོབ་བ་རེད་ད་རེད་དང་ཆོས་མི་ལུས་རིན་པོ་ཆེ་ཐོབ་བ་རེད་དང་ཆོས་མི་ལུས་རིན་པོ་ཆེ་ཐོབ་པ་ཙམ་མ་ཡིན་པ་ཡང་རྣམ་དཔྱོད་ཀྱི་ཤེས་རབ་ཅིག་ཡང་ཐོབ་བ་ཡར་དགེ་བ་སྲུང་དེ་ག་འདྲ་ཅིག་ཡིན་སྡིག་པ་སེལ་ཡ་དེ་ག་འདྲ་ཅིག་ཡིན་སྡིག་པ་དེ་སྤང་དགོས་པའི་རྒྱུ་མཚན་ག་འདྲ་ཞིག་རེད་དགེ་བ་དེ་སྒྲུབ་དགོས་པའི་རྒྱུ་མཚན་ག་རེ་ཡིན་པ་དེ་ང་ཚོ་ལེགས་ཉེས་ཀྱི་རྣམ་པར་དཔྱོད་པའི་ཤེས་རབ་ཅིག་ཐོབ་དེ་ཡོད་རེད་དེ་ཡིན་ན་ཡང། སྲིད་པ་གསུམ་པོ་འདི་ཐམས་ཅད་དུ་མི་རྟག་པའི་རང་བཞིན་བློ་གིས་གང་གིས་ན་འདྲ་བའི་ལམ་བྱེད་ངེས་པ་མེད་སྟབས་མི་རྟག་པའི་འདུ་ཤེས་མེད་པ་རེད་དོ། ང་ཚོ་ནམ་འཆི་ཆ་མེད་འཆི་རྐྱེན་ངེས་མེད་ཟེར་ཡག་དེ་ལྟ་སྟེ་ཤི་ར་གས་ཆེན་པོར་བ་ཚེ་སྟངས་འཛིན་གྱི་དབང་དུ་འགྲོ་ཡོང་པའི་སྐབས་སུ་ལ་ཆོས་ལ་འཇུག་པ་ལ་བར་ཆད་བཅས་དང་པོ་བ་ཚེ་ཆོས་ལ་སྟངས་འཛིན་གྱི་དབང་གིས་དེ་ནས་དངོས་གཞིའི་ཆོས་ཉམས་ལེན་གྱི་སྐབས་སུའང་ཡ་ཚེ་ལ་སྟངས་འཛིན་གྱི་དབང་གིས་ཆོས་དངོས་གཞིའི་ཉམས་ལེན་ཡང་དག་པ་ཅིག་འགྲོ་མ་ཐུབ། དེ་ནས་སྟངས་འཛིན་གྱི་དབང་གིས་ཆོས་དེ་ཡང་མཐར་ཕྱིན་མ་ཐུབ་དེ་ཡིན་དུ་ཆོས་སྒྲུབ་པ་ལ་ཐོག་མཐའ་བར་གསུམ་ལ་ཡང་བར་གཅོད་ཆེ་ཤོས་ཡོད་དེ་དེ་ནི་ཚེ་སྟངས་འཛིན་གྱི་དབང་དེ་རེད་རེད་འདུག་ང་ཚོ་ཤི་བ་བསམ་པ་དེ་ཕ་ཆེ་ཡོད་མ་རེད་ད་ང་ཚོ་ཆོས་པ་ཚང་མས་ཚང་མ་བསམ་བློ་བཏང་གི་ཡིན་ན་ཉི་མ་རེ་རེ་ལ་གཅིག་གི་ན་མ་ན་དང་རྐྱེན་བཟང་ངན་འཕྲད་མ་འཕྲད་ཀྱི་སྐད་ཆ་མ་ཡིན་པ་གཅིག་ཨ་འོ་ད་དེ་རིང་ཙམ་ཤི་ཡོང་བསམ་པའི་གེ་བསམ་བློ་བཏང་མཁན་དེ་ཉུང་ཉུང་རེད་འདུག་ད་མི་དག་པའི་འདུ་ཤེས་མེད་པ་རེད་ད་མི་དག་པའི་འདུ་ཤེས་མེད་པ་ཡིན་ན་ཆོས་གེ་རྩ་བ་ཕྱུག་ཚར་བ་རེད་རེད་འདུག་འོ་དེ་ལ་བརྟེན་ནས་ད་མི་རྟག་པའི་བསམ་བློ་གཏང་དགོས་ཀྱི་རེད་གསུང་བ་རེད་མི་རྟག་པའི་རང་བཞིན། ད་ལྟ་སྤྱོད་འཇུག་གི་ནང་ལ་མི་ཡི་གྲུ་ལ་བརྟེན་ནས་ནི་སྡུག་བསྔལ་ཆུ་བོ་ཆེ་ལས་འགྲོ་གྲུ་འདི་ཕྱི་ནས་རྙེད་དཀའ་བས་རྨོངས་པ་དུས་སུ་གཉིད་མ་ལོག་ཟེར་ང་ཚོ་ཆུ་ཡི་ཕ་རོལ་ལ་འགྲོ་བ་ལ་གྲུ་ལ་བརྟེན་དགོས་པ་ལྟར་དུ་འཁོར་བའི་ཚོགས་ལས་ཕར་བསྒྲལ་བ་ལ་དལ་འབྱོར་གྱི་མི་ལུས་ལ་བརྟེན་དགོས་ཀྱི་རེད། ད་དལ་འབྱོར་མི་ལུས་རིན་པོ་ཆེ་ཐོབ་ཏེ་ཡོད་པ་ཡིན་ན་ཡང་འདི་དལ་འབྱོར་ཆུད་ཟོས་སུ་འགྲོ་ཡང་ཉེན་ཁ་ཡོད་རེད། དལ་འབྱོར་ཆུད་ཟོས་སུ་ག་ལེ་ཟིག་འགྲོ་གི་རེད་ཟེར་ན་ཚེ་འདི་ལྟ་ངན་སྟངས་འཛིན་གྱི་དབང་དུ་སོང། ཆགས་སོགས་ཉོན་མོངས་པའི་རྣམ་རྟོག་འཁོར་ལེན་གྱི་དབང་དུ་སོང། དགེ་བ་སྒྲུབ་སྟངས་ཤེས་པ་ཡིན་ན་ཡང་དགེ་བ་མ་སྒྲུབ། སྡིག་པ་སྤང་ཚུལ་ཤེས་ན་ཡང་སྡིག་པ་མ་སྤང། དགེ་སྒྲུབ་སྡིག་སྤང་གི་ལག་ལེན་དེ་རང་གིས་ཤེས་པ་ཡིན་ན་ཡང་རྣམ་འབྱོར་གྱི་ཤེས་རབ་ཡོད་ཀྱང་རྣམ་སྨིན་གྱི་དབང་གིས་དེ་དུས་སུ་གྲོགས་ལ་འགྲོགས་ནས་ད་ཆོས་སངས་རྒྱས་གནང་བྱས་ཟེར་ང་ཚོ་ད་དེ་རེད་བ། བདུན་ཕྲག་རྗེས་མ་ཆོས་སྒྲུབ་བོ་ཟླ་བ་རྗེས་མ་ན་ཆོས་སྒྲུབ་བོ་ད་རིགས་ང་ཚོ་ཁོམ་གི་མེད། བྲེལ་བ་ཡོད་ཆོས་སྒྲུབ་ལོང་མི་འདུག་ཕྱག་ཅིག་འཚལ་ན་ཡང་དེ་རིང་ཕྱག་བཙལ་ལོང་མི་འདུག། སྐོར་ར་ཡིན་ན་ཡང་དེ་རིང་རྒྱབ་ལོངས་མེད་ང་ལས་ཀ་ཡོད། ཨོ། ད་ལས་ཀ་ག་རེ་ཡོད་རེད་འཇིག་རྟེན་པའི་ལས་ཀ་རེད་རེད་འདུག་ག་ཆགས་སྡང་སྤེལ་ཡག་གི་ལས་ཀ་རེད་མ་གཏོགས་ཆགས་སྡང་མ་སྤང་ཡག་གི་ལས་ཀ་ཡོད་མ་རེད་ད་ང་ཚོ་ཆོས་བྱེད་པ་ཐམས་ཅད་ཡིན་པ་ཡིན་ན་ཡང་ཟེར་གི་མིང་ཆེན་པོ་བཏགས་གི་ཡོད་རེད་བླ་མ་རེད་ཟེར་གི་ཡོད་རེད་གྲྭ་པ་རེད་ཟེར་གི་ཡོད་རེད་བཙུན་པ་རེད་ཟེར་གི་ཡོད་རེད་དགེ་བཤེས་རེད་ཟེར་གི་ཡོད་རེད་མཁན་པོ་རེད་ཟེར་གི་ཡོད་རེད་སྤྲུལ་སྐུ་རེད་ཟེར་གི་ཡོད་རེད་རིན་པོ་ཆེ་རེད་ཟེར་གི་ཡོད་རེད་སྐྱབས་རྗེ་རེད་ཟེར་གི་ཡོད་རེད་སྐྱབས་མགོན་རེད་ཟེར་གི་ཡོད་རེད་དེ་ཡིན་ན་ཡང། ལག་ལེན་གྱི་ཐོག་ལ་དེ་དང་དེ་ལྟ་བ་ཡོང་ཐུབ་ཀྱི་མི་འདུག་ག་དེ་འདྲ་ཡིན་དུས་ཆོས་རྩ་བ་ནས་ཕྱུག་པ་ཟེར་ཡ་དེ་རྩ་བ་ཕྱུག་ཟེར་ཡ་དེ་ང་ཚོ་ཀུན་སློང་དེ་དུས་དང་རྣམ་པ་ཀུན་ཏུ་བློ་དེ་ཆོས་ཀྱི་ཐོག་ལ་བ་སད་མ་ཐུབ་ཡོང་དུས། ཨོ་དེ་ནས་ཡིག་མ་ལམ་དུ་དུས་ཚོད་འཕྲོ་བརླག་སོང་དེའི་དབང་གིས་ཆོས་སྒྲུབ་པ་དེ་གཞན་ལ་ཕན་ཐོགས་ཡ་ལྟ་ཞོག་རང་གིས་རང་ལ་ཕན་ཐོགས་ཡ་དཀའ་ལས་དཀའ་བོ་ད་སང་ཉིན་དུས་ཚོད་གཅིག་གི་ཡར་མགོ་རྔན་ལ་བཞག་པའི་དུས་ཚོད་ལ་སླེབས་པའི་སྐབས་སུ་ད་བླ་མ་གདན་འདྲེན་ཞུས་ཤོག་དབང་རྩིས་ཞུ་དགོས་ཀྱི་འདུག་གཉིས་བྱེད་དགོས་ཀྱི་འདུག་ཟེར་བའི་སྐབས་སུ་ལྟས་ན་དེ་དུས་ཞབས་འདྲེན་རེད་བ་ད་ཞབས་འདྲེན་རེད་ཨོ་ཞབས་འདྲེན་རེད་ཆོས་པའི་ཞབས་འདྲེན་ཆགས་ཀྱི་ཡོད་རེད་ག་ཚོད་མིང་ཆེན་པོ་ཡིན་གཅིག་གིས་གཉིས་རེད་གསུམ་རེད་འཁོར་ལོ་མ་མང་པོ་རེད་གདུལ་བྱ་འཕྲིན་ལས་རྒྱལ་པོ་རེད་སྦྱིན་བདག་མང་པོ་རེད་དཔེ་ཆ་འབེལ་པོ་རེད་དགོན་པ་ཕྱུག་པོ་རེད་དགོན་པ་རྫིག་པོ་རེད་སྒང་ལ་གསེར་ཏོག་གསུམ་ཡོད་རེད་དྲུག་ཡོད་རེད་ཟེར་ཤེས་པ་ཡིན་ན་ཡང་སངས་རྒྱས་ཀྱི་བསྟན་པའི་འཕྲིན་ལས་ལ་ཕན་ཐོགས་ཡོག་མ་རེད། འགྲོ་དོན་ཕྱོགས་མེད་དུ་འཕེལ་ཐུབ་ཡོག་མ་རེད་རེད་མི་འདུག་ག་འོ་དེ་འདྲའི་ལ་བསམ་བློ་བཏང་ཡོང་དུས་ང་ཚོའི་བོད་པའི་སྤྱི་ཚོགས་ནང་སྔོན་ལ་ཡག་མིང་རྫིག་པོ་འོ་འདུག་ག་ཕ་བལྟ་ས་ལ་མཛེས་པོ་ཡིད་དུ་འོང་བ་སྙན་གྲགས་ཆེན་པོ་འཁོར་སློབ་མ་མང་པོ་ཅེས་ནི་འོ་དེ་འདྲས་ཅིག་ཡོད་པ་ཡིན་ན་ཆོས་པ་རྣམ་དག་ཅིག་གི་གྲས་ལ་རྩི་ཡག། ཧེ་དུ་བ། འོ་ད་ནི་ཟང་ཟིང་ལ་ཡང་འདུ་ཤེས་མེད་དེ་བ། དེ་ལ་ཡང་རྩོལ་བ་མེད་པ་ཀུན་སློང་མེད་པ་ཆོས་རྣམ་དག་སྒྲུབ་མཁན་ཞིག་ཡིན་ན་དེ་ང་ཚོས་མཐོང་ཐུབ་ཀྱི་ཡོད་མ་རེད། ད་དེ་འདྲའི་གོ་ལྡོག་དེ་ཡོད་རེད་གོ་ལྡོག་བ། ད་དེ་འདྲའི་གི་གོ་ལྡོག་བའི་ནང་ལོགས་ལ་ད་ནི་གཞན་ཕན་གྱི་འཕྲིན་ལས་ཕྱོགས་མེད་དུ་འཕེལ་ཡང་ཡོང་ཐུབ་ཀྱི་མི་འདུག་ག་དེ་འདྲའི་ཡོད་དུས་རྩ་བ་ག་ནས་རུལ་སོང་བ་རེད་ཟེར་ན། བརྟེན་ནས་མི་རྟག་པའི་འདུ་ཤེས་མེད་པ་ལ་བརྟེན་ནས་བཅོམ་ལྡན་འདས་ཀྱིས་འདུ་ཤེས་ཐམས་ཅད་ཀྱི་ནང་ནས་མི་རྟག་པའི་འདུ་ཤེས་མཆོག་བརྒྱད་ཐམས་ཅད་ཀྱི་ནང་ནས་གླང་པོ་ཆེ་ཡི་རྗེས་མཆོག་ཏུ་གྱུར་པ་གསུངས་བ་ལྟར་དུ་ཆོས་ཀྱི་ནང་ནས་ང་ཚོ་དང་པོ་དེ་རེད་བཀའ་གདམས་པའི་དགེ་བའི་བཤེས་གཉེན་ཐམས་ཅད་ཀྱི་དང་པོ་དེ་ལྟར་མི་རྟག་པའི་འདུ་ཤེས་སྐྱེ་དགོས་རེད་ཟེར། མ་ཡིན་མ་ཡིན་འཆི་བ་འོང་ཟེར་ནས་ག་ས་ག་ལ་སོ་སོ་སྡོད་གསལ་གྱི་ཁང་མིག་ནང་ལ་ཡིན་ན་བྱང་ལ་ཡི་གེ་བྲིས་བྱས་ནས་མ་ཡིན་མ་ཡིན་མ་ཡིན་མ་ཡིན་འཆི་བ་འོང་ཟེར་བྱས་ནས་བྲིས་ནས། མི་དག་པའི་རྒྱུའི་སྐོར་ཅི་ནས་ད་མི་དག་པའི་རྒྱུའི་སྐོར་ན་ཞེ་སྡང་བླང་ཡང་སྐད་ཆ་གཅིག་པོ་མ་རེད་ཆུ་ཤེལ་འབྲུག་ག་རེད་ཟེར་དེ་ཤེལ་འབྲུག་ཡོད་པ་དང་ཤིང་གི་ར་བ་ཡིན་ན་ཡང་སེམས་མ་ཡིན་ཟེར་བའི་སྐད་ཆ་རེད་ཨོ་འཆི་བ་ག་དུས་ཡོང་ཏན་ཏན་ཡོང་མ་རེད་འཆི་བ་སླེབས་སོང་ན་གྲ་སྒྲིག་བྱེད་དགོས་རེད་ཟེར་སྐབས་དེ་དུས་འོ་དོད་འབེལ་ནས་དེ་ནས་ངུ་འབོད་འབར་བྱེད་པ་ཡིན་ན་ཕན་ཐོག་ཡོད་མ་རེད་ད་ལྟ་སོ་སོ་ལ་ཁོམ་ལོང་ཡོད་དུས་ཚོད་ཡོད་ཨོ་གཟུགས་པོ་ལ་ན་ཚ་མེད། ཆོས་སྒྲུབ་པའི་ཁོམ་ཡོད་པའི་སྐབས་ལ་རང་གིས་རང་དུད་ཚོད་འཕྲོ་བརླག་དང་ན་མགོ་སྐོར་མ་དང་ཟེར་ཡོད་ར་ད་ཆེན་པོ་ཡིན་འཇིགས་པོ་ཡིན་ཟེར་ང་ལ་སློབ་མ་ཡོད་ང་འཁོར་སློབ་མ་མང་པོ་ཡིན་ཟེར་ནོ་སེམས་གཡེང་མ་འགྲོ་སང་ཉིན་ཤི་བའི་སྐབས་སུ་འཁོར་སློབ་མ་དེ་ཚོ་མཉམ་དུ་ཡོང་གི་མ་རེད་མགོ་བསྙེན་བཀུར་ལ་སླེབས་པའི་སྐབས་སུ་དེ་དུས་སློབ་མ་ཐམས་ཅད་ཀྱིས་སྐྱོང་གི་མ་རེད་སྦྱིན་བདག་ཐམས་ཅད་ཀྱིས་སྐྱོབ་གི་མ་རེད་སུ་གིས་སྐྱོབ་དགོས་རེད་རང་གིས་རང་སྐྱོབ་དགོས་ཀྱི་རེད་དེ་སྐྱོབ་ཐུབ་ཀྱི་ཡོད་མེད་དེ་སོ་སོས་བསམ་བློ་གཏང་དགོས་ཀྱི་རེད་བ་འོ་དེ་འདྲ་ཡིན་དུས་ད་སྲིད་པ་གསུམ་པོ་ཐམས་ཅད་མི་རྟག་པའི་རང་བཞིན་གྱི་བློ་གིས་གང་གཱའི་ན་འདྲ་བ་ནམ་ཞིག་ང་མེད་ཟེར་ན་དག་འོ་དེ་རེད་དམ་མི་རྟག་པའི་འདུ་ཤེས་དེ་ཚོའི་མི་ལ་རེ་བའི་གི་ང་འཆི་བས་འཇིགས་ནས་རི་ལ་བྲོས། ནམ་འཆི་ཆ་མེད་བསྒོམ་བསྒོམ་ནས་འཆི་མེད་གཉུག་མའི་བཙན་ས་ཟིན་ད་འཆི་བས་འཇིགས་པ་བོར་ཏེ་ཐལ། དང་པོ་མི་ལ་རེ་བ་འཆི་བ་ལ་འཇིགས་འདུག་བ། ང་འཆི་བས་འཇིགས་ནས་སྲིད་དུ་འཆི་བ་ལ་འཇིགས་འཆི་བ་ལ་འཇིགས་སྒྲ་བཅས་ད་འཆི་བ་ལ་འཇིགས་པ་ཙམ་མ་ཡིན་པར་འཆི་བའི་རྒྱལ་ལ་གར་འགྲོ་གར་སྡོད་ལ་རང་དབང་མེད་པ་ཡིན་དུས་བརྩམས་པ་ན་ང་ཚོ་དེ་ལས་ཀྱང་སེམས་འཚབ་ཆེ་བ་ཞིག་ཆགས་ཀྱི་ཡོད་རེད། ད་ཁྱེད་ཟེར་བའི་སྐབས་སུ་ལུས་སེམས་སོ་སོ་འདྲ་སོང་བའི་སྐད་ཆ་ཞིག་རེད་ལུས་དེ་བཞག་ཡ་རེད་མགྲོན་ཁང་ནང་བཞིན་རེད་སེམས་དེ་མགྲོན་པོ་རེད་འགྲོ་ཡ་རེད་ད་ལྟའི་ཁོ་གཅིག་གི་འཇིག་རྟེན་ཁམས་ལ་ཡ་ཡོད་དོ་ཅོག་སྐྱེ་དགུ་ཡོད་དོ་ཅོག་དེ་རང་རེད་ཕྱོགས་གཅིག་ནས་ལ་ཞེད་སྣང་སྐྱེ་དགོས་ཡ་གང་ཡང་མི་འདུག་ཁོ་འཆི་བའི་རྒྱུ་སྐྱེ་བ་ལེན་ཚར་བ་རེད་སྐྱེ་ཚར་བའི་ཤུགས་ལ་ལ་ཤི་རྒྱུ་ཡིན་པ་ཁོ་གཅིག་གི་བསགས་པའི་ཐ་མ་འདྲེ་རྒྱུ་ཡིན་པ་བླང་བའི་ཐ་མ་འཇལ་རྒྱུ་ཡོད་པ་འདུས་པའི་ཐ་མ་འདྲ་ཡ་ཡོད་པ་དེ་ཚོ་ཁོ་ཆོས་ཉིད་ཆགས་བསྡད་ཀྱི་ཡོད་རེད་ཡིན་ན་ང་ཚོ་ཞེད་སྣང་སྐྱེ་ཡ་དེ་ག་རེ་ལས་སྐྱེ་ཡོད་ཟེར་ན། གཅིག་ལུས་སེམས་འདྲ་བས་ཀྱི་ཚོར་བ་ཙམ་གཅིག་ནི་ཡ་ཞེ་སྣང་སྐྱེ་བ་མ་ཡིན་པ་ལུས་སེམས་འདྲ་ཚ་ནས་ད་ག་བར་འགྲོ་གི་ཡིན་ཟེར་ཡག་གི་ད་དེ་ལ་རེད་ཞེ་སྣང་དེ། འོ་དེ་ད་ལྟ་སོ་སོའི་ལག་པ་ལ་ཡོད་རེད། སོ་སོའི་ལག་པ་སུས་ཅི་སྐད་དེ་སྐབས་སུ་ལ་སྐྱོབ་ཐུབ་ཡག་དང་འགོན་ཐུབ་ཡག་ཡོད་མ་རེད་བླ་མ་ཐུགས་རྗེ་ཆེན་པོ་ཡིན་ཟེར་ན་ཡང་དེ་སྐབས་ལ་ནད་པའི་གི་སྔས་མགོ་ལ་ཕེབས། གཤིན་པོའི་གིང་ངའི་མགོ་ལ་ཕེབས་ཟེར་ནས་ག་ཚོད་ཅིག་ཧིག་ཧིག་དང་ཧིག་ཟེར་ལབ་པ་ཡིན་ན་ཡང་དཀའ་ལས་ཁག་པོ་ཆེ་དྲགས་རེད་འདུག་ག། འོ་དེ་ཚོ་རེད་ད་དེ་ཚོ་མ་ཤེས་བར་དུའི་རྣམ་ཤེས་དེ་ཚོ་ནང་ལ་རྒྱས་པ་ཡོད་རེད་ད། འགག་ཆེ་ཤ་སྟེ་སོ་སོར་ཐུག་དེ་ཡོད་རེད་དེ་འདྲ་ཡིན་དུས་ད་ད་ལྟ་ནས་བྱས་ནས་ཆོས་སྒྲུབ་པའི་སྐབས་སུ་མི་དག་པའི་འདུ་ཤེས་ཟེར་དེ་ཤ་སྟག་གལ་ཆེན་པོ་རེད་ང་རང་ཚོ་ཆོས་རྣམ་དག་མི་ཡོང་བའི་རྩ་བ་དེ་ཡང་གཏན་ནས་ཚེ་འདས་སྟངས་འཛིན་གྱི་དབང་དུ་འགྲོ་ཡ་དེ་རེད་འདུག་ག་དེ་ཚང་མས་མཁྱེན་གྱི་རེད། དུས་ཚོད་ཡོད། ལོང་ཡོད། ཁོམ་པ་ཡོད། སྐབས་ཡོད་བསམ་པའི་གི་འདུ་ཤེས་ནང་ལོགས་ལས་དུས་ཚོད་འཕྲོ་བརླག་མང་པོ་བྱེད་འགྲོ་གི་ཡོད་རེད་ད་ང་ཚོ། རེད་དོ། འཚམས་པ་ཡིན་ན་དེ་རེད། རི་ཁྲོད་པ་ཡིན་ཟེར་ནས་ཡག་གི་ཚེ་དང་འགྲུལ་པ་སྨྱོན་པ་ཡིན་ཟེར་ནས་གཡའ་རི་གངས་རི་རྫ་རི་ལ་ཞུགས་པ་ཡིན་པ་ཡིན་ན་ཡང། ཁོ་རྟོགས་པ་རྒྱུད་ལ་སྐྱེས་ཐུབ་མ་ཐུབ་དེ་ག་བར་ཟེར་ན་སྟངས་འཛིན་ངོགས་ན་འགྲོ་གི་ཡོད་རེད། རེད་འདུག་ག། འོ་དེ་འདྲ་ཡིན་དུ་ད། འཆི་བ་སྙིང་ཁུངས་སུ་བཅུག་བྱས་ནས་དེ་རིང་ཙམ་ཡང་མི་འཆི་བའི་གདེང་མེད་པ། ཨེ་དུ་བ། འཆི་བ་ག་དུས་སླེབས་ཡོང་ངེས་པ་མེད་པ་ཞིག་ཡིན་དུས་རྗེ་བཙུན་མི་ལ་རས་པས་ང་འཆི་བས་འཇིགས་ནས་རི་ལ་བྲོས། ཟེར། དང། རི་ལ་བྲོས་དགོས་ཡ་རྒྱུ་མཚན་དེ་ག་རེད་ཟེར་ན། དེ་ཡང་ཡ་གི་ས་ཆ་སྐྱིད་པོ་ཡོད་རེད། སྤང་རིའི་མེ་ཏོག་ཡོད་རེད་གངས་རི་ཡོད་རེད་ཟེར་བྲོས་པ་མ་རེད་བ། ག་རེད་ཟེར་ན། ཚོགས་པའི་ནང་ལ་བསྡད་ན་ཆགས་སྡང་སྤེལ་གྱི་འདུག། ཨོ། དགའ་བོ་ཉེ་བོའི་ནང་ལ་བསྡད་པ་ཡིན་ན་ཆགས་སྡང་སྤེལ་གྱི་འདུག། གྲྭ་ཚང་གི་ནང་ལ་བསྡད་པ་ཡིན་ན་ཡང་གྲྭ་ཚང་ནང་ལོགས་ལ་ཆགས་སྡང་སྤེལ་ཡ་གི་ཆེ་ན་སྐད་ཆ་རེད་འདུག་ད་རེད་དེང་སང། དུས་ཚོད་ལ་ཡང་བསམ་བློ་ཡག་པོ་མ་བཏང་ན་གྲྭ་ཚང་ཡིན་ཟེར་ལབ་པ་ཡིན་ན་ཡང་གྲྭ་ཚང་ནང་ལ་ཡང་མགོ་བླ་མ་ནས་བཟུང་སྟེ་ཕྱག་མཛོད་གཉེར་པ་ལ་དེ་ནས་མ་བྱས་ནས་འོ་མ་བྱས་བར་དུ་ལ་རྙོག་དྲ་ཡོད་པ་ཅན་ཀྱང་རེད་མ་གཏོགས་རྙོག་དྲ་མེད་པའི་བར་ཆད་ཡོད་མ་རེད། མ་འགྲིག་རྒྱུ་མ་རེད་པ་ལབ་རྒྱུ་གླེང་རྒྱུ་དངོས་གནས་བཤད་ན་གྲྭ་ཚང་ནང་ལ་ཆོས་བྱས་ནས་ཆགས་སྡང་དེ་མ་ཉམས་དགོས་ཀྱི་ཡོད་འཇམ་གུས་དགོས་ཀྱི་ཡོད་རེད་དེ་མ་གུས་ཡ་ཚ་བ་ལ་ཆགས་སྡང་ཡ་ཡ་ཡ་རེད་འདུག་ག། གྲྭ་པ་རྣམས་ཡང་མང་ཚོའི་གོང་དེ་ལ་ཆགས་སྡང་ཉུང་ཉུང་ཡོད་པ་བྱས། གྲྭ་ཚང་ནང་ཡང་འཛུལ་ཟེར་བའི་སྐབས་ལ་ཆགས་སྡང་རི་ཡི་ཕུང་པོ་འདྲ་བོ་ཆགས་དེ་ངས་མང་པོ་ཡོད་རེད་ད་དེ་ཚོ་ཁོ་ངོས་བཟུང་གིས་ཐུང་ཡུལ་དུ་སྐྱོད་ཡུལ་དུ་བྱུར་བསྡད་པ་ཅིག་ཆགས་དེ་ག་ཡོད་རེད་འོ་དེ་འདྲ་ཡིན་དུས་ད་མི་ལ་རེ་བ་དེ་འདྲ་ལ་ཐུག་མ་ཉེས་ནས་དེ་འདྲ་དེ་ཡག་པོ་མི་འདུག་ཟེར་ནས་ད་ནས་རི་ལ་བྲོས་པ་རེད་མ་གཏོགས་མི་ལ་རེ་བ་ཚོང་རྒྱབ་མ་ཐུབ་མ་འཇོན་མ་ཐུབ་མ་ལྕོགས་བུ་གུ་དོན་བྱས་ནས་ཡར་བྲོས་སོང་བ་མ་རེད་བ། ཨོ་དེ་རེད། ང་ཕྱི་བོན་གྱི་ནས་རི་ལ་བྲོས་ཟེར་བའི་སྐབས་སུ་གནམ་ཆོས་ཀྱི་ཤེས་རབ་ཅིག་ཡོད་ནས་གནམ་ཆོས་ཀྱི་ཤེས་རབ་དེའི་དྲང་ནས་འཁོར་བ་ལ་ཉེས་དམིགས་སུ་མཐོང། ཚོགས་པ་རྣམས་ལ་བསྡད་ན་ཉེས་དམིགས་སུ་མཐོང། ཨོ། འདི་འདྲའི་བསམ་བློ་བཏང་ཡོང་དུ་བཏང་ནས་དབེན་པ། ལུས་དབེན་པ་ངག་དབེན་པ་སེམས་དབེན་པ་དབེན་གསུམ་གྱི་ཉམས་ལེན་དེ་གལ་ཆེན་པོ་ཡིན་པ་གཟིགས་ཡོང་དུས་དང་པོ་དེ་ལུས་དབེན་པ་དགུ་དགུ་འདུག་ཨོ་དེ་ཡོང་དུ་བཏང་ནས་དབེན་པ་ལ་ཕེབས་པ་རེད། འོ་དེ་འདྲ་ཡིན་དུས་ང་ཕྱི་བོན་གྱི་ནས་རི་ལ་བྲོས་དང་རི་ལ་བྲོས་ནས་ཡ་གི་དེ་ག་སོ་བཞུགས་བསྡད་པ་མ་ཡིན་པ། ནམ་ཕྱིས་ཆ་མེད་སྒོམ་སྒོམ་ནས་ཟེར་བའི་སྐབས་ལ་རི་ལ་བྲོས་ཚར་ན་ཡང་ཨོ་ད་ཕྱི་བར་གསུམ་གྱི་འདི་ནམ་ཡང་ཏན་ཏན་ཡོང་མ་རེད་བསམ་སེམས་བག་འཁུམ་པོ་བྱས་ནས་བློ་སྣ་ཐུང་ཐུང་བྱས་ནས་ཞེད་སྣང་ཚ་པོ་བྱས་ནས་བཞུགས་བསྡད་པ་རེད་བ། འོ་དེ་རེད་བ། ཕྱི་བས་འགྱེལ་ནས་རི་ལ་འགྲོ་ནམ་ཕྱིན་ཆ་མེད་ཀོང་ཀོང་ལ། ང་ཚོ་ནམ་ཕྱིན་ཆ་མེད་བསམ་བློ་ཡོག་མ་རེད། ད་ནི་ང་ན་གི་མི་འདུག་སྐྱོན་ས་མ་རེད་བསམ་པ་ཅིག་རེད་འདུག་བ། ད་ང་བྲང་གོར་ར་ཞིག་ཟུག་བརྒྱབ་སྨན་ཁང་ནང་འགྲོ། ཨ་ནེ་བློ་ལོག་པར་རྒྱག་ཡོད་དུས་སམ་ཨོ་དགྲ་བྲོ་ཨ་མཆིས་དེ་གི་ཆོས་སྙིང་སྣང་དག་མི་འདུག་ལེགས་པོ་འདུག་ཟེར་ག་དེ་ཡང་བློ་བདེ་པོ་རེད་ས་སོང་བ། ཨོ། ད་གི་ད་གི་དང་པོ་ཞེད་སྣང་ཞིག་ཡོར་བ། ད་ཨོ་ག་འདྲ་ཡིན་ན་སོང་ད་དེ་བརླག་ཚར་ཡང་ཨོ་ཨ་མཆིས་སྐྱོན་གི་མི་འདུག་ཟེར་གི་ད་སྣང་དག་ཡོག་མ་རེད་བསམ་ས་འདྲ་བ་ཡང་སྔོན་མ་ག་རེ་ཡོད་པ་དེ་ནང་ལ་བ་ལོག་འགྲོ་གི་འདུག་བ། ཨོ། དེ་ག་རེ་བྱས་ན་ཆོས་རྣམ་དག་མེད་པའི་རྟགས་དེ་ནས་དོན་གོ་ཡོད་རེད་ད། ཨོ་རེད་བ་ང་ཚོ་ཆོས་ནི་སྐད་ཆ་བཤད་པའི་སྐབས་སུ་ཐད་ཀར་དང་དྲང་པོའི་སྐད་ཆ་རེད་བ། ང་ཚོ་མིག་ངོ་བསྲུང་དེ་ནས་ཆོས་བཤད་ཡ་ཙ་བ་གཉིས་ནི་ཡོད་མ་རེད་ཨོ་དེ་མིག་ངོ་བསྲུང་ནས་ཆོས་བཤད་པ་ཡིན་ན་དེ་ལ་རྫུན་བཤད་པ་ཟེར་བ་རེད་ཨོ་དེ་རེད་དེ་འདྲ་ཡིན་དུས་ཚན་པ་ལ་ནམ་ཕྱེད་ཆ་མེད་སྒོམ་སྒོམ་ནས་ད་ཕྱི་མའི་སྨྱུག་མའི་བཙན་ས་ཟིན་ཟེར་བའི་སྐབས་སུ་ད་ནམ་ཕྱེད་ཆ་མེད་སྒོམ་བསྡད་པ་གཅིག་པུ་མ་ཡིན་པ་ནམ་ཕྱེད་ཆ་མེད་སྒོམ་པའི་ནང་ནོར་ནས་ལྟ་བ་རྣམས་དག་སྒོམ་རྣམས་དག་སྤྱོད་པ་རྣམས་དག་ལྟ་སྒོམ་སྤྱོད་པ་རྨད་དུ་བྱུང་བ་ལྟ་སྒོམ་སྤྱོད་པ་ཟབ་དང་རྒྱ་ཆེ་བ་བྱས་ནས་ཉམས་ལེན་ཞིག་གནང་ཡོད་ཚུལ་དང་ཕྱི་མས་གཉུག་མའི་བཙན་ས་སེམས་སེ་འཆི་བ་མེད་པའི་གེ་དེ་ནས་བཙན་ས་སེམས་ཐུག་སོང་ཟེར་བ་རེད་བཙན་ས་སེར་བའི་སྐབས་སུ་ཡ་གི། མ་ར་ཞིག་བརྒྱབ་པ་ཡིན་ན་རིང་པོ་ཐོམ་བུའི་སྒང་ལ་ཡ་རྫོང་ཅིག་བརྒྱབ་ཐུབ་པ་ཡིན་ན་ད་བཙན་ས་ཟིན་པ་རེད་འོ། འཇིགས་མ་དགོས་པར་སྐྲག་མ་དགོས་པའི་གདེང་ཚོད་ཐོབ་པར་བ་ངོ་ཕྱི་མའི་གཉུག་མའི་བཙན་ས་ད་འཆི་བའི་འཇིགས་པ་བོར་ཏེ་ཐལ་ས་ད་སྐྲག་གི་མི་འདུག་སོང་བ་རེད། ནམ་ཤི་ན་ཡང་ཆད་པ་མི་འདུག། ཤི་བ་ཡང་རེད་མི་འདུག་རྣལ་འབྱོར་སྲང་ཆུང་རྒྱལ་བ་ཡིན་གསུང་འདུག་བ། འཆི་བ་འཆི་བ་མ་ཡིན་ཏེ་རྣལ་འབྱོར་སྲང་ཆུང་རྒྱལ་བ་ཡིན་འཆི་བ་ཡང་མ་རེད་ཁྱོད་འཇིག་རྟེན་པ་གི་འཆི་བ་ལབ་པ་རེད་དེ་ངས་རྣལ་འབྱོར་པ་སེམས་ལ་དབང་ཐོབ་པ་དང་སྒྲོ་འདོགས་སེམས་ལ་ཆོད་པའི་རྣལ་འབྱོར་པ་ལ་འཆི་བ་རེད་མི་འདུག་སེམས་ལ་དབང་ཐོབ་པ་ཡིན་དུས་ད་སང་ཆུང་ཆུང་ཞིག་རྒྱལ་བ་རེད་ཟེར་གསུངས་པ་རེད་འོ་དེ་ཡི་རྩ་བ་དེ་ད་ང་ཚོ་མི་ད་པའི་འདུ་ཤེས་དང་ཐུག་པ་རེད་ད་ད་ནས་ངས་ཞུ་དགོས་ཡ་འདི་དེ་ག་ངས་དེ་ག་ཆོས་བཤད་བྱེད་བསྡད་པ་མ་ཡིན་པ་དཔེ་ཆ་འདི་གཞི་ལ་བཞག་བྱས་ནས་ཞུ་གི་ཡོད་དུས་ཁྱིམ་སྤྱི་དང་ང་རང་གི་གཅིག་གིས་ཆོས་བཤད་པའི་ཁུལ་འདྲ་ཅིག་བྱེད་ཀྱི་ཡོད་རེད་དེ་ཆོས་ག་རེ་བཤད་པ་ཡིན་ནའི་ངའི་གཞི་གཅིག་ལ་བཞག་ནས། ཡང་མིན་ན་སངས་རྒྱས་ཀྱིས་གསུངས་ཡང་མིན་ན་རྗེས་འཇུག་མཁས་པའི་གསུང་དགོངས་འགྲེལ་གྱི་བསྟན་བཅོས་གཅིག་ལ་ཡར་ཁུངས་གཏུགས་བྱས་ནས་དཔེ་ཆ་གཅིག་བཞག་ནས་བཤད་ཀྱི་ཡོད། ག་རེ་ཟེར་ན་ང་ཡང་ལ་དགོངས་དེར་ནས་མེད་མེད་འདུག་ག་དགོངས་དེ་ཤེས་ཡག་ནས་མེད་སྔར་མ་གྲགས་པའི་ཆོས་ནི་ང་ནི་བཤད་མི་ཤེས་ད་ང་ཚོས་སྐྱབས་སུ་འགྲོ་ས་དེ་ཡུལ་དམ་པ་དེ་ཚོ་རེད། སྔོན་བྱོན་གྱི། བདག་ཅག་གི་སྟོན་པ་མཉམ་མེད་ཐུབ་པའི་དབང་པོ་དང། རྒྱ་གར་འཕགས་པའི་ཡུལ་དང་བོད་གངས་ཅན་གྱི་ལྗོངས་ལ་ཕེབས་པའི་གེགས་རིགས་སུ་མ་ཆད་པའི་ག་ཁྱད་པར་དུ་གྲུབ་ཐོབ་ཐམས་ཅད་ཀྱི་གསུང་གཞི་ལ་བཞག་ཅེས་ནས་དེ་ནས་ང་ཚོས་དེ་ལྟ་ང་ཆོས་བཤད་ཟེར་ནས་མིང་བཏགས་པར་མེད་དེ་ཆོས་བཤད་པ་གང་ཡང་མ་རེད་གསུང་དེ་དག་བསྐྱར་ལྡབ་བྱས་བྱས་པ་རེད། བསྐྱར་ལྡབ་བྱས་པ་ཡིན་ན་གསུང་དེ་ཚོ་ལ་བྱིན་རླབས་ཡོད་རེད་ང་བཤད་པ་པོའི་ངོས་ནས་ཆ་བཞག་པ་ཡིན་ན་ཡང་གདེང་འཇོག་ཡོད། ཟེར་ན་བླ་མའི་གསུང་ལྟར་དུ་དགེ་བའི་བཤེས་གཉེན་གྱི་གསུང་ལྟར་དུ། ཁྱི་སྒྲུབ་དེ་ཚོ་གི་གསུང་བཞི་ལ་བཞག་བྱས་ནས་བཤད་པ་ཡིན་དུ་ངས་ནོར་གི་མ་རེད་འཁྲུག་གི་མ་རེད་བསམ་པའི་གི་ཡིད་ཆེས་ཅིག་ཡོད་རེད། གལ་སྲིད་ཁྱེད་རང་ཚོ་གི་སེམས་པའི་རྒྱལ་ལ་ཡ། ཨོ་ད་དེ་བལྟས་ཟེར་གྱི་འགྲིག་མེད་དུ་ནོར་འདུག་ཟེར་ཡ་རེད་བོ་དེ་འདྲ་བྱུང་པ་ཡིན་ན་དེ་ང་རང་གི་ནོར་འཁྲུལ་བྱས། ཨོ་ད་དེའི་ཐོག་ནས་ང་ལ་ཕན་ཐོག་ཅིག་བྱུང་སོང་དགོས་པ་ཅིག་འདུག་བསམ་ན་སྔོན་བྱོན་བླ་མ་གོང་མས་གི་བྱིན་རླབས་འོ་དུག་སེ་དབྱེ་བ་ཕྱེད་དགོས་གི་འདུག་ཨ། འོ་དེ་རེད་ནོར་བ་འཁྲུལ་པ་དེ་རང་གིས་ཁུར་ཆེ་བ་བྱས། ཕན་པ་བྱུང་ན་བླ་མ་ཁུངས་མེད་ཀྱི་རྒྱུད་རིང་མོ་ཐོག་ནས་འགྲོ་དགོས་བ་བྱས་བྱིན་རླབས་ཀྱི་རྒྱུད་པ། འོ་དེ་དེ་འདྲ་ཡིན་འདུག་ད་གཞི་ལ་བཞག་པ་མ་གཏོགས་དཔེ་ཆ་ཕག་བཞག་བྱས་ནས་ངའི་དགོངས་གཏེར་ཡིན་མདོག་མདོག། ལྷག་པར་དུ་དེང་སང་དོལ་ཚོགས་ལས་ཡང་གར་ས་ཤེས་བྱའི་ཚོ་ལ་བཤད་ཡག་གི་ཆོས་བཤད་འགྲོ་སྟངས་གཅིག་རེད་ས་མོ་སྒྲོན་གྱི་ཆོས་བཤད་སྟངས་ཡིན་ལ་གཅིག་རེད་ཟེར། དེ་འདྲ་ཞིག་འདུག་ང་དེ་འདྲའི་གང་ཡང་ཤེས་ཀྱི་མེད་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཐམས་ཅད་དེ་སྡང་འཛིན་འདུལ་བའི་ཆེད་དུ་བཤད་པ་རེད་སྨྱོན་པ་ཡིན་ན་ཡང་སྡང་འཛིན་གྱིས་སྨྱོས་སོང་བ་རེད་རེད་འདུག་བ། འོ་འཁྲུལ་སོང་ན་ཡང་སྨྱོ་སྡང་འཛིན་གྱིས་འཁྲུལ་སོང་བ་རེད། འགོ་ཤུགས་ལོག་སོང་བ་ཡིན་ན་ཡང་སྡང་འཛིན་གྱི་འགོ་ཤུགས་ལོག་སོང་བ་རེད། མི་ཡོང་སྒོ་ཡོང་ཚང་མ་སྡང་འཛིན་ལ་བརྟེན་ནས་བྱུང་བ་རེད་མ་གཏོགས། དེ་ནས། གཞན་ཡོད་ད་རྩ་བ་གཞན་གང་མི་འདུག་བ་དེ་ཡིན་དུས་ད་གིན་གོང་དུ་ཞུས་པ་ནང་བཞིན་གྱི་གནད་ཅིག། འགག་ཅིག་དེ་ག་རེད་སོང་ན་སྡང་འཛིན་དེ་སྤང་དགོས་ཀྱི་རེད། ད་སྡང་འཛིན་དེ་ཟད་ཐུབ་ན་ནད་ཡོང་དགོས་ཡ་མི་འདུག་གནོད་པ་ཡོང་དགོས་ཡ་མི་འདུག་བར་ཆད་ཡོང་དགོས་ཡ་མི་འདུག་ཉམ་ང་བ་ཡོང་དགོས་ཡ་མི་འདུག་ངན་སོང་གི་སྡུག་བསྔལ་ཡོང་དགོས་ཡ་མི་འདུག་དེ་ཚོ་ཚང་མ་རྩ་བ་དེ་བདག་ཏུ་འཛིན་པའི་བློ་དེ་གས་བྱུང་བ་རེད་བ། བཅུ་བཅུ་པོ་ནང་ལ་འབྲས་ཆན་དེ་དགོས་བདག་ལ་ཅི་ཞིག་བྱ་ཟེར་བའི་སྐབས་འབྲས་ནང་ནས་འབྲས་ཆེན་པོ་རེ་བདག་འཛིན་དེ་རེད་འདུག་བ་འབྲས་ཆུང་ཆུང་མ་ཡིན་པ། ང་ཚོས་འབྲས་ཟེར་བའི་སྐབས་སུ་ཆེ་བ་བརྩིགས་ཏེ་ངན་རག་ཤོར་ཡོང་ངེས་ཅིག་སླེབས་པའི་བསམ་བློ་གཏང་དགོས་རེད་དེ་ཡོད་མ་རེད། རེད་བ། འདི་ལྟར་རི་མོ་བྲིས་ཡག་འདུག་བ། འོ་རི་མོ་བྲིས་ཡག་ཡོད་རེད་པར་འདེབས་ཡག་ཡོད་རེད་ཡིན་ན་འབྲས་ངོ་མ་དེ། འོ། རང་གིས་རང་མགོ་སྐོར་ཡག་མི་འདུག་ག། མི་ཡིས་བལྟས་ན་འདྲ་ཆགས་པོ་མཐོང་ཐུབ་ཡག་རང་གིས་རང་ལ་ཡིད་མུག་དགོས་ཡག་ཨོ། དེ་འདྲ་གཅིག་གི་ཐོག་ནས་རང་ཕུང་བ་གཞན་ཕུང་བ་གཉིས་ཕུང་གི་རྩ་བ་དེ་འདྲའི་ངོ་མ་དེ་དེ་ཆགས་ཏེ་ཡོད་རེད་དེ་ལ་བརྟེན་ནས་ཞི་བ་ལས་ཀྱི་འགྲེལ་ཆེན་དེ་གོ་བདག་ལ་ཅི་ཞིག་བྱ་གསུང་བའི་རྩ་བ་དེ་ལ་ཐུག་པ་ཡིན་དུས་ད་ང་ཚོ་དང་པོ་དེ་མི་དག་པའི་འདུ་ཤེས་གལ་ཆེན་པོ་རེད་ད་ནམ་གྱི་ངེས་པ་མེད་པ་རེད་ད་ང་ཚོས་དབང་གནང་པའི་སྐབས་སོགས་ལ་ཡང་དབང་ཤེས་ཟེར་ཡག་ཅིང་སྔོན་ལ་ཅི་གནང་འདུག་ག་མགོ་ལ། དེ་ག་རེ་རེད་ཟེར་ན་གཅིག་གི་དབང་གི་ལོ་རྒྱུས་འདྲ་བོ་བཤད་བསྡད་པ་འདྲ་བོ་དེ་འདྲ་མ་རེད་རེད་བ་ང་ཡང་འགའ་ཤས་དེ་འདྲ་ཐུགས་ལ་འཁྲུང་གི་འདུག་བ་ད་དབང་གི་ལོ་རྒྱུས་བཤད་པ་རེད་ལྷ་དེ་གཅིག་རེད་གཉིས་རེད་གསུམ་རེད་དཀྱིལ་འཁོར་གཅིག་རེད་གཉིས་དེ་མ་རེད་ལ་དེ་ག་རེ་ཟེར་ན། ཆོས་དངོས་གཞལ་འོས་ཀྱང་སྔོན་འགྲོ་ཟེར་ཟེར་ནས་བླ་མ་འབྲི་གུང་པ་ཆེན་པོས་གསུངས་པ་རེད། ཆོས་དངོས་གཞལ་འོས་ཀྱང་སྔོན་འགྲོ་ཟེར་ཟེར་ཡ་དེ་དངོས་གཞིའི་ཉམས་ལེན་དེ་ད་དཔེར་ན་ཕྱག་རྒྱ་ཆེན་པོའི་འོད་ཟེར་ཕྱག་རྒྱ་ཆེན་པོའི་གནས་ལུགས་རང་བཞིན་རྫོགས་པ་ཆེན་པོའི་ལྷུན་གྲུབ་ཀྱི་ཡོན་ཏན་དབུ་མ་ཆེན་པོ་གཅིག་གཏད་སོ་མཐའ་དག་ཞིག་པའི་རིགས་པའི་རྣམ་གཞག་ཤེས་པའི་གི་རྟེན་འབྱུང་གི། རྟེན་འབྱུང་གི་ལྟ་བ་དེ་ཚོ་དེ་ཐམས་ཅད་དེ། དངོས་གཞིའི་གི་ཉམས་ལེན་ཆགས་རེག་ཡོད་པ་རེད། ད་དེ་ཡོང་བ་ལ་སྔོན་དུ་ག་རེ་གལ་ཆེ་བ་རེད་ཟེར་ན། ད་ད་ནི་དེ་ལྟས་སུ་མ་འདྲེས་ཤེས་ཤིག་ཞུ་ན་ཕན་ཐོགས་ཡོང་གི་རེད་བསམ་སོང། དེ་ཡིན་དུས་བསམ་པ་ལ་མ་གཏོགས་ཡང་དངོས་གཞིའི་དབང་ལ་འཇུག་བྱ་ན་གོ་ལས་སླ་བོ་རེད་བ་གོ། དེ་ཡིན་ན་ཡང་ངོ་སྤྲོད་དེ་ལས་དང་པོ་པ་མང་པོ་ཡོད་རེད་དེ་ཚོ་དེ་གི་ད་རེ་གོ་སྐབས་རེད་བ།